ཚོང་པ་དང་སྤྲེའུ། ང་ཚོའི་བཤད་གསལ་ལ། སྤྲེའུ་ནི་ལས་བསྡུ་བྱེད་རྒྱུ་དགའ་བའི་སྲོག་ཆགས་ཤིག་ཡིན། གྲོང་ཚོ་ཞིག་གི་ནང་ཞྭ་མོ་འཚོང་མཁན་ཞིག་ཡོད། ཞྭ་མོའི་སྤུས་དག་ཁོ་ན་བཟོས་ནས་ཉེ་འགྲམ་གྱི་གྲོང་རྡལ་ཁག་ཏུ་བཙོངས། དེར་བརྟེན། ཞྭ་མོ་འཚོང་མཁན་དེས་ས་གནས་དེའི་མི་ཚང་མའི་ངོ་བོ་ཤེས་ཀྱི་ཡོད། ཉིན་ཞིག། ཚོང་པ་དེས་ཞྭ་མོ་ཞིག་གྱོན། གཞན་རྣམས་ཁྱེར་ཏེ་གྲོང་གསེབ་ཅིག་ཏུ་ཚོང་རྒྱག་ཏུ་ཕྱིན། སྐབས་དེར། དབྱར་དུས་ཡིན་པས་གནམ་གཤིས་ཚ་དྲོད་ཤིན་ཏུ་ཆེ། ཚོང་པ་དེས་ཚ་བ་འཚིག་པ་དང་བྲོད་པ་རྟོགས། ཁ་གཡང་བསྐུམ་ནས་ཤིང་སྡོང་གི་གྲིབ་བསིལ་འོག་ཏུ་ངལ་གསོས་པ་རེད། ཁོས་ཞྭ་མོ་རྣམས་ཤིང་སྡོང་གི་རྩ་ལ་བཞག་ནས། སྒོང་ཚིལ་ཟས་རྗེས་ཤིང་སྡོང་ལ་བསྙེས་ནས་བསྡད། ཁོ། ཐང་ཆད་ཡོད་པས་ཅང་མ་འགོར་བར་རང་དབང་མེད་པར་གཉིད་ཤོར་བ་རེད། ཤིང་ནགས་དེའི་ནང་སྤྱིའུ་མང་པོ་གནས་ཡོད། ཁོང་ཚོས་ཞྭ་མོ་འཚོང་མཁན་དེ་གཉིས་ཁུ་ཡོད་པ་མཐོང་ཡང། ཚོང་པའི་གམ་དུ་བཅར་འཕོས་མཁན་གཅིག་ཀྱང་མ་བྱུང། སྐབས་དེར། སྤྱིའུ་འཚུབ་བརྡལ་ཞིག་ཤིང་སྡོང་ལས་བབས་ནས་ཚོང་པའི་འགྲམ་དུ་བཅར་བ་ན། སྤྱིའུ་གཞན་རྣམས་ཀྱང་བློ་སྒོ་སླེབས་ཏེ། མར་བབས་ནས་ཞྭ་མོ་རྣམས་ཕར་གཡུག་ཚུར་གཡུག་བྱས་ཏེ། ཟིང་ཟིང་སློང་སློང་བྱས་ཀྱང་ཟ་རྒྱུ་གང་ཡང་མ་རྙེད། སྤྲེའུ་འཚུབ་སྡེར་དེ་ཚོས་ཞྭ་མོ་ཞིག་གྱོན་པ་མཐོང་བས། ཁོས་ཀྱང་ཞྭ་མོ་ཞིག་མགོ་ལ་གྱོན་ནས་མགྱོགས་མྱུར་ངང་ཤིང་སྡོང་ལ་འཛེགས་ཏེ་ཕྱིན། དེར་སྤྲེའུ་གཞན་ཚང་མས་ཀྱང་ལད་ཟློས་བྱས་ནས། ཞྭ་མོ་རེ་རེ་གྱོན་པ་དང། ཡལ་ག་ནི་ཡལ་གར་འཐམས་ཏེ། དགའ་བའི་ལྕགས་ཀྱུ་སྒྲོག་བཞིན་རྩེད་མོ་རྩེ། སྤྲེའུ། སྐད་ཅོར་ཆེན་པོས་སྒྲོག་པ་དེ། ཚོང་པ་གཉིད་ལས་སད། ཁོས་གཡས་གཡོན་ལ་ལྟ་སྐབས་ཞྭ་མོ་གཅིག་ཀྱང་མེད་པ་ཤེས། ཤིང་སྡོང་སྟེང་ཡར་བལྟས་པས། སྤྲེའུ་རེས་ཞྭ་མོ་རེ་གྱོན་ཡོད་པ་མཐོང། ཁོའི་ཞྭ་མོ་མར་ལེན་པའི་ཆེད་དུ། སྤྲེའུ་རྣམས་ལ་རྡོ་ཡིས་གཞུས་པས་སྤྲེའུ་ཤིང་གི་ལོ་མས་ཁོ་ལ་གཞུས། ཁོ་ཅི་བྱ་གཏོལ་མེད་དུ་གྱུར་ནས་ཞྭ་མོ་བུད་ནས་ས་ལ་བརྡབས་པ་ན། སྤྲེའུ་ཚོས་ཀྱང་ལད་ཟློས་བྱས་ཏེ་ཞྭ་མོ་བུད་ནས་ས་ལ་བརྡབས། ཚོང་པས་མགྱོགས་མྱུར་ངང་ཞྭ་མོ་རྣམས་བསྒྲུགས་ཏེ་དགའ་བཞིན་ཚོང་རྒྱག་པར་ཕྱིན། གཏམ་དཔེ། མི་ཡི་ལས་རྡུལ་ཁྱི་ཡི་ཕྱི་ཁྱི་ཡི་མཇུག་མ་མེ་ཡི་ཚིག། ལས་དགའ་དམ་བཅའི་ལེབ་མོ་ཡིན་ལེབ་མོའི་ནང་གི་སུ་ཁེལ་ཡིན།